སངས་རྒྱས་ཀྱི་ཞིང་ཁམས་ཙམ་ཞིག་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་ཀྱི་ཞིང་ཁམས་ཙམ་ཞིག་ཡོད་དེ་ཚང་མ་དེ་ནས་རྒྱལ་ཆེན་མོ་རྣམས་དེ་ནས་དག་པར་གྱུར་ཅིག་ཟེར་བའི་སྨོན་ལམ་བརྒྱབ་ཟིན་ནོ། དེ་འོག་དགའ་བསྟན་ལས་ལོག་ཞུས་ན་དེ་ནས་བཟང་སྤྱོད་སྨོན་ལམ་གྱི་ཤོ་ལོ་ཀ་བཅུ་བཞི་པ། ཕྱོགས་བཅུ་ག་ལས་ཞིང་རྣམས་ཇི་སྙེད་པ། དེ་དག་རྒྱ་ཆེར་ཡོངས་སུ་དག་པར་གྱུར་བས་བྱང་ཆུབ་ཤིང་དབང་དྲུང་ཆེ་རྒྱལ་བ་དང་སངས་རྒྱས་ཟིལ་གྱིས་རབ་ཏུ་བཀང་བར་ཤོག། དེ་ནས་ཕྱོགས་བཅུའི་བཀའ་ལས་ཞིང་རྣམས་ཇི་སྙེད་པ་དེ་དག་སྐད་ཆར་ཡོངས་སུ་བརྟག་པར་འགྱུར་ཞུ་ཁན་པོས། དེ་ནས་ཕྱིས་སྣོད་ཀྱི་དང་འཇིག་རྟེན་པོ་རྟག་པར་འགྱུར་བྱ་སྲིད་པས་རྟག་པ་ཞུ་ན་སངས་རྒྱས། མ་རྟག་པ་རྣམས་རྟག་པར་འགྱུར་བྱ་སྲིད་པས་སྨོན་ལམ་བརྒྱབ་ཟིན་ནོ། དེ་ནས་བྱང་ཆུབ་ཤིང་དབང་དྲུང་ཞེས་རྒྱལ་བ་དང་སངས་རྒྱས་ས་བཞི་རབ་ཏུ་བཀང་བར་ཤོག་ཞུ་ཁན་པོས། དེ་ནས་ནང་བཅུད་དེ་སེམས་ཅན་ཚང་མ། དེ་ནས་སངས་རྒྱས་རྣམས་བྱང་ཆུབ་སེམས་དཔར་གྱུར་ཅིག། ནང་བཅུད་དེ་སེམས་ཅན་ཚང་མ་ཡང། དེ་ནས་རྟག་པར་གྱུར་ཅིག།

ག་ལེར་ཞུ་ན། དེ་ནི། ཞིང་ཁམས། ཕྱོགས་བཅུ་ག་ན་ཡོད་པའི་ཞིང་ཁམས་ཚང་མ་ཞུ་སོང་ག་ལེར་ཞུ་ན། ཕྱོགས་བཅུ་ག་ན་ག་རུ་ཡོད་པའི་ཞིང་ཁམས་ཚང་མ། ཇི་སྙེད་པ་ཞེ་ན་ཞིང་ཁམས་ཙམ་ཞིག་ཡོད་ན་ཡང་ཕྱོགས་བཅུ། ཕྱོགས་བཅུ་ན་ཡོད་པའི་ཞིང་ཁམས་ཚང་མ།

བྱང་ཆུབ་ཤིང་དབང་འཕྲོག་བྱེད་རྒྱལ་བ་དང་སངས་རྒྱས་ཚར་གཅིག་རབ་ཏུ་བསྐང་བར་ཤོག། དེ་ནས་བྱང་ཆུབ་ཤིང་དབང། དེ་ནས་ད་བྱང་ཆུབ་ཤིང་ཞུ་ག་འདོད། དེ་ནས་ང་དང་དག་ས། རྡོ་རྗེ་དང་ང་ཡོད་མཁན་ནི་ད་སངས་རྒྱས་ཚང་མ། དེ་ནས་སངས་རྒྱས་གང་ནས་དེ་ཤིང་བར་གོ་ཟེར་ནོ། ད་དབང་ཞུ་ན་དེ་ནས་ཤིང་ཚང་མའི་ནང་ནས་དེ་ནས་རྒྱལ་པོ་རྫོགས་པོ།

དེ་ནས་སངས་རྒྱས་དང། དེ་ནས་སངས་རྒྱས་ཀྱི་ཞབས། དེ་ནས་བྱང་ཆུབ་སེམས་དཔའ། ཡོངས་སུ་བསྐང་བར་གྱུར་ཅིག།